བདག་ཞལ་བགྱི་བ། བདག་སྤེན་པ་ཚེ་རིང་ཞལ་བགྱི་བ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལ་འོས་ཐོན་བྱུང་བ་ལགས་ན། བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་ཡིད་ཆེས་དང། བློ་གཏད་ཀྱི་ཐོག་ནས། སྲིད་སྐྱོང་གི་ལས་འཁུར་ཞུ་སྒོ་མཐའ་དག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། རང་དོན་ཕྱོགས་ལྷུང་དང། འཇིགས་ཞུམ་ཆགས་སྡང་མེད་པར། འཇིགས་ཞུམ་ཆགས་སྡང་མེད་པར། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས། རང་ནུས།
རང་ནུས། གང་ཐེག་ཞུ་རྒྱུ།
གང་ཐེག་ཞུ་རྒྱུ།
མཆོག་གསུམ་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡང་ན་ཁས་ལེན་གཙང་མ་ཞུ་རྒྱུ་ཡིན། མཆོག་གསུམ་དཔང་བཙུགས་ཀྱི་དམ་བཅའ། བརྟན་པོ་ཞུ་རྒྱུ་ཡིན།
བདག་ཞེས་བགྱི་བ། བདག་སྤེན་པ་ཚུལ་ཞེས་བགྱི་བ། སྲིད་སྐྱོང་གི་ལས་ཁུར་ཞུ་སྒོ་མཐའ་དག། སྲིད་སྐྱོང་གི་ལས་ཁུར་ཞུ་སྒོ་མཐའ་དག། འབྲེལ་བའི་ཐོག་ནས། ལས་ཁུར་ཞུ་སྒོ་དང་འབྲེལ་བའི།

རྒྱ་ནག་མཉམ་དུ་ད་བོད་པའི་དཀའ་རྙོག་བསལ་བ་ལ་རྒྱ་ནག་ནས་མ་གཏོགས་ཐབས་ཤེས་ཡོང་ས་ཡོད་མ་རེད་དེ་གསལ་པོ་རེད་དེ་སུས་བལྟས་པ་ཡིན་ནས་དངོས་ནས་སུས་རེད་དེ་ཡིན་དུས་བསམ་པ་ཨ་ནི་རྒྱ་ནག་གི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལྷག་བསམ་རྣམ་དག་གི་ཨ་ནི་འདོན་གནང་མཛད་པའི་གི་དབུ་མའི་ལམ་གི་སྲིད་བྱུས་དེ་ལ་ཡང་ད་ལྟ་ཡ་ལན་ཚན་ལྡན་ཅིག་ཡོང་གི་མེད་པ་དང། རྒྱ་ནག་གཞུང་གི་སྲིད་བྱུས་གཟིམ་ཐང་དུ་བལྟས་པ་ཡིན་ན། ཡང་ན་བོད་རྒྱ་འབྲེལ་མོལ་གྱི་གཉིས་སྨོན་གྱི་ཐབས་ལམ་གྱི་སྟོན་བྱེད་དེ་འདྲ་ཞིག་གི་ད་ལྟའི་དུས་ཚོད་འདི་ལ་ཡང་གོ་སྐབས་གོ་ཡུལ་མེད་པའི་ཚོར་བ་ཅིག་གནས་སྟངས་གཅིག་གི་འོག་ནས་རྒྱལ་སྤྱིའི་སྤྱི་ཚོགས་ལ་ཕར་སྙོབ་བྱས། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་ཁྲི་ནུབ་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཀྱི་སྐོར་ལ་རྒྱབ་སྐྱོར་བྱེད་ཡ་དེ་ད་ང་ཚོས་མུ་མཐུད་ནས་ལས་ཀ་བྱེད་དགོས་ཀྱི་ཡོད་རེད། ད་ནང་བཞིན་བྱས་ནས་ང་ཚོའི་ལས་དོན་ག་རེ་རྒྱུན་གནས་ཐུབ་ཡ་ཡོང་ཡ་ལ་ཡང། བོད་སྤྱི་པའི་རྩ་དོན་དེ་རྒྱུན་གནས་ཐུབ་པ་ཡོང་བ་ཡང་ལས་ཡ་ཨ་ནི། བར་སོ་ར་ང་ཚོའི་སྤྱི་ཚོགས་བདེ་དོན་དེ་གའི་སྤྱི་ཚོགས་བདེ་དོན་གྱི་ལས་གཞི་དེ་གའི་དེ་མི་མང་གི་མགོ་ཧོག་ཏུ་འཚམས་པ། སྙེ་མ་ནས་ང་ཚོར་སྦྲགས་ཚུལ་ཡོད་པ་ནང་བཞིན་བྱས་ནས་སྤྱི་ཡོམ་དྲང་བདེན། ནང་བཞིན་བྱས་ནས་ནུས་པ་མཉམ་སྤུངས་གོམ་པ་མདུན་སྤོས་བྱས་ཡ་འདི་གསུམ་གཞི་ལ་བཞག་བྱས་ཨ་ནི་ལས་ཀ་བྱས་ཡ་ཐག་གཅོད་བསྡད་ཡོད་རེད། ཨ་ནི་དེའི་སྒང་ལ་ཡང་ད་སྤྱི་ཚོགས་བདེ་དོན། བར་སོགས་ལས་ཚད་དང་ལྡན་པ་སྒྲུབ་འོས་དང། ཆབ་སྲིད་ཀྱི་ལས་དོན་ཚད་དང་ལྡན་པ་སྒྲུབ་འོས་ཀྱི་ཆེད་དུ། འཛིན་སྐྱོང་འདི་ཚགས་ཚུད་པོ་ཅིག་ཡོད་དགོས་ཡ་དེ་མེད་དུ་མི་རུང་བ་རེད། དེ་ཡིན་དུས་བསམ་པ་ང་ཚོ་ཁ་ཐོར་ལུང་པ་མང་པོ་ཅིག་ལ་གནས་བསྡད་མཁན་གྱི་སྒྲིག་འཛུགས་ཅིག་ལ། E-Governance ཟིན་ཐ་དྲ་རྒྱའི་ཐོག་ནས་འཛིན་སྐྱོང་བྱེད་ཡ་དེ་དར་སྲོལ་ཆེན་པོ་རེད་ལ་ང་རང་ཚོ་ལས་འོས་ཤིང་འཚམས་པ་རེད། དེ་ཡིན་དུས་བཀའ་ཤག་སྐབས་བཅུ་དྲུག་པའི་དུས་ཡུན་ལ་ཡང E-Governance འགོ་བཙུགས་ཡོད་རེད་ལྷན་ཁང་ཕན་ཚུན་ནང་ལོགས་ལ་ཡི་གེ་བཏང་ཡ་དེ་གས་ཚང་མ་ལོགས། ཤུགས་བེད་སྤྱོད་བཏང་མ་དགོས་བྱས་བྱས། ནང་ཁུལ་ནས་དྲ་ཐོག་ནས་བཏང་ཡག་དང། ད་ལྟ། བཀའ་ཤག་སྐབས་བཅུ་དྲུག་པའི་དུས་མ་རྫོགས་གོང་ལ་ཡང་ནི་ནང་སྲིད་ཁྱབ་ཁོངས་འཕྲོད་བསྟེན་ཁྱབ་ཁོངས་ཤེས་རིག་ཁྱབ་ཁོངས་དང་ནང་བཞིན་ཕྱི་དྲིལ་ཁྱབ་ཁོངས་སོ་སོ་སོ་དབུས་དང་ས་གནས་ཀྱི་པར་ར་ལ་ཡང་ནི་འབྲེལ་བ་བཞག་སྟངས་དེ་ཚོ་ཚང་མ་ལོ། ནི་དེ་ཚོ་བྱས་ནི་གློག་རྡུལ་གྱི་དང། འཕྲུལ་ཆས་བེད་སྤྱོད་བཏང་བྱས་ཏེ་ང་ཚོ་གྲངས་ཚིག་དང་གྲངས་མཛོད་སྒང་ལ་ཡང། ནི་དེའི་སྒང་ལ་བཅོས་མའི་རིག་ནུས་བེད་སྤྱོད་བཏང་བྱས་ཏེ།

ཡང་ན་ཞིང་ཕྱུགས་ཚོགས་སྡེ་དོན་གྱི་ལས་དོན་དེ་གའི་དེ་སྒྲུབ་བྱེད་ཀྱི་ཆེད་དུ་འཛིན་སྐྱོང་གི་གནས་བབ་དེ་ཚང་མ་ལོ་ད་རིང་གཏམ་བཤད་ནང་ལོ་ལས་བཀོད་བཞག་ཡོད་དེ་དེ་གའི་ཚང་མ་ལོ་ནམ་རྒྱུན་ནས་ང་ཚོ་ག་རེ་ཞུས་པ་ཡིན་ནའི་དེ་གའི་དེ་བྱེད་ཐུབ་པ་དེ་གའི་དེ་རེ་བ་ཡོད་པ་དེ་གའི་དེ་མ་གཏོགས་བྱེད་ཀྱི་རེ་བ་མེད་པ་དང་དེ་ཚོ་ང་ཚོ་མི་མང་ལ་གོ་བ་བཏང་བ་ནས་འགྲིག་མ་རེད་པ་དེ་གང་ཡིན་པ་དེ་གའི་དེ་ཆ་ཚང་ཞིག་ད་རིང་སྙན་སེང་གཏམ་བཤད་ནང་ལས་སྙན་སེང་ཞུས་བཞག་ཡོད་ད་ལྟ་ཡང་ཞུས་ཡོད་ད། གཅིག་ནས་ང་རང་ཚོ་གནས་སྟངས་ཛར་དྲག་པོ་ཞིག་རེད། བོད་ཕྱི་ཚུལ་གྱི་གནས་སྟངས་ཀྱི་འོག་ཀླད་དེ་ཡོད་དེ་ཡང་ཆོག་ཞེས་མ་ཅིག་ནས་བལྟས་པ་ཡིན་ན། དབུ་ཁྲིད་འདི་ལྟ་བུ་ཅིག་སྤྱི་ནོར་ཁང་སེང་མོ་ཆེན་པོ་ཞེས་འདི་ལྟ་བུ་ཅིག་གི་འོག་ལ་ཡར་ཞབས་ཞུ་ཡོད་པའི་གོ་སྐབས་རང་འོག་ཁོ་རང་སྐལ་པ་བཟང་པོ་ཞུ་ཅིག་སུ་སུའི་གི་ལས་དབང་ཡང་ཡིན་གྱི་རེད་ལ་སྐལ་པ་བཟང་པོ་ཞུ་ཅིག་སུས་གི་རེད་བ། ད་འདིའི་གོ་སྐབས་འདི་ཡང་དམ་འཛིན་བྱེད་ཆེད་ཆུད་ཟོས་སུ་མ་བཏང་བ་བྱེད་ཡ་འདས་པའི་ལོ་ལྔ་རེ་འགའ་ལས་ག་ཚོད་ཐུག་ཐུག་གི་དཀའ་ལས་རྒྱབ་པ་ཡིན།

བོད་མི་སྤྱི་སྒེར་ཚང་མ་ལོག་དགོས་ཕྱིར་ན་ཁོང་ས་སྐྱབས་མགོན་ཆེན་མོ་མཆོག་ལ་བརྟན་བཞུགས་གཏམ་འབུལ་ཞུས་ཡོད་རེད་བྱས་ཙང་ད་བརྟན་བཞུགས་གཏམ་འབུལ་ཞུ་ཡ་དེ་ཚིག་སྐམ་པོ་དང་དེ་ཚོ་གཙང་བ་ཉིད་ལས་རྩེ་གཅིག་གི་ལུས་ཀྱི་རྣམ་འགྱུར་ཙམ་དེ་མ་ཡིན་པ་བྱས་རྗེས་ལ་སེམས་གཏིང་ནས་ཡག་རུང་ཕྱིར་ལ་ཡང་དད་པ་དང་དམ་ཚིག་གཡོ་བ་མེད་པ་ཡོད་པ་དང་ཕྱིར་ན་ཁོང་ས་སྐྱབས་མགོན་ཆེན་མོ་མཆོག་བཀའ་སློབ་གང་གནང་པ་དེ་གས་དེ་སྙིང་སུ་བཅངས་ནས་སྙིང་དུ་བཅངས་ནས་ལས་ཀ་བྱས་ཐུབ་པ་འདྲ་པོ་བྱིན་པ་ཡིན་ན་ང་ཚོ་རྒྱ་ཆེ་ཚད་དོན་དག་འགྲུབ་ཐུབ་དགོས་པ།